ད་རྒྱ་གར་གྱི་པཱ་ནྟི་ཏའི་དུས་ཚོད་ཀྱི་ལྷ་བདག་ང་ཡི་ད་དུ་ལྷ་བདུད་གསུམ་པའི་ར་ལྷབ་མེ་དེ་ལན་བུའི་ད་སྦྲུལ་ལུགས་ཀྱི་དུས་ཚོད་ཀྱི་ལ་ལུགས་ཀྱི་སུ་ཏོ་ཡོ་མེ་བཱ་བ་ད་སུ་པོ་ཡོ་མེ་བཱ་བ་ལྷ་མི་ཅི་ཡོད་ལ་གཅིག་གི་སུ་ཏོ་ཁ་ཡོ་སེ་ལྷ་ནི་ཅི་ད་སུ་པོ་ཁ་ཡོ་སེ་ལྷ་ནི་ཅི་ཡོད་ལ་ཨ་ནི་ན་ལེ་དེ་ག་དེ་ད་ནི་མོ་སེ་སྦྲུལ་བ་ཝུན་ཝུན་བེའུ་ད་ལུ་ད་ནི།

ར། བ་ཚ། ས་ཐ། བ། ས། མ། ཡ། མ། ནུ། པ། ལ། ཡ། བ་ཚ། ར། ས་ཐ། བ། ཏོ། ཡེ། ནོ། པ། ཏི་ཤྲི། ཁྲ། དྲི། དྲོ། མེ། བ། བ། སུ། ཏོ་ཤྲི། ཡོ། མེ། བ། བ། སུ། པོ་ཤྲི།

ཨ་ཡ་ཤེ་རེ་ཡ་ཧ་སེ་མི་འདི་ལོ། མང་ཤོས་གཅིག་གི་རེ་ཤི་རི་ཡ་ཧ་ཧ་སེ། ཡི་གུ་ནི་ཤི་རི་དི། ཨིམ་འདྲེ་ཡ་སེ་ཡི་གུ་ཤི་རི་བཟོ་དང་ནུ་དི་མན་ལ། ཤེ་རེ་ཡ་ཧ་སེ་མི་འདི་ལོ་རྒྱལ་བ་ལུ་ལ་བི་ལ། ཤེ་རེ་ཡ། ཤེ་རེ་ཡ་ནི་འདི་ལོ་འགྲེང་བོ་ཨིན་ཨ་ཅོ་ཡ་མི་ཨ་ནི་ལོ་ཏེ་རྒྱལ་བ་སེ་མི་འདི་ལོ་གོ་ཨིན་ལ། ལ་སུ། ལ་སུ་ལ། ཏན་ཡ་ཏོ་ཏོ་ཁེན་པོ་གིས་སུང་གནང་ཡ་ནང་དེ་ཏན་ག་ཆེ་གིས་ཇུ་དྲ་དི་ཏེ་གོ་ལེ་བའི་ལྷ་བསྐོ་ནི་མེ་ལ། དེ་ལྟ་སྟོ། ད་ནི་ང་ཅི་རེ་གི་སུ་སྟུ་ཁོ་ཡོ་མེ་བ་བ་སུ་པོ་ཁོ་ཡ་མེ་བ་བ་སོ་བ་བཞིན་ཡི་གུ་གཅིག་རྗེ་གཉིས་འཇོག་འཇོག་གི་ཡིན་མེད་སེ་དེ་མཁན་པོ་གི་གསུང་དུ་སུམ་བས་པ་བཞིན་སུ་སྟོ་ཡོ་མེ་བ་བ་སུ་པོ་ཡོ་མེ་བ་བ་སྟོ་དེ་སུ་སྟུ་ཁོ་ཡོ་ཟེར་བ་བཞིན་འདི་གི་གཅིག་སུ་པོ་ཁོ་ཡ་ཟེར་བ་བཞིན་གཉིས་ཡི་གུ་ཐིབ་གཉིས་འཇོག་མི་མོ་ལ་དེ་མཁན་པོ་གི་གསུང་དུ་སུམ་བས་སུ་སྟོ

གཡོ་མེད་པ། སོ་པོ་གཡོ་མེད་པ། གཉིས་ལ་སྟེ་འཁོར་བ་འབྲུ་དྲིལ་རལ་པའི་རུས་བྷ་ལུ་ཏྲི་ཏྲི་ར་དཱ་ཟིན་ལ། དེ་མིན་འདྲ་བོ་ཅན་སུ་ཏོ་ཁ་ཡོ་དི་གའི་འབྲུ་དྲིལ་སྤུ་ལས་ཕྱེ་མི་ཐོབ་ལ།
སུ་ཏོ་ཁ་ཡོ་མི་ཐོབ་ལ།